ནོ་བྷེལ་བོད་ཀྱི་རླུང་འཕྲིན་ཁང་གི་ལས་རིམ་གསན་གཟིགས་གནང་མཁན་གཞིས་བྱེས་བོད་མི་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ། ང་བསྟན་འཛིན་རྡོ་རྗེ་ཡིན། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ་རང་ལུས་མེ་བསྲེགས་དང་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས་ཞེས་པའི་ཐོག་ལ་བགྲོ་གླེང་ཞུ་གི་ཡིན། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་རྒྱ་གར་རྒྱལ་ས་ལྡི་ལི་ནང་ལོགས་ལ་དགུང་ལོ་དྲུག་ཅུ་སོན་པ་དཔའ་བོ་ཐུ་ལྡེ་དངོས་གྲུབ་ལགས་ཀྱིས་རང་ལུས་མེ་བསྲེགས་ཐོག་མ་དེ་གནང་ཡོད་པ་དང། བོད་ནང་ལོགས་ལ་མཚོན་པ་ཡིན་ན། རྔ་བ་ཀིརྟི་དགོན་དཔེ་གྱིས་གྲྭ་བ། བཀྲ་བྷེ་ལགས་ཀྱིས་རང་ལུས་མེར་བསྲེགས་ཐོག་མ་དེ་གནང་རྗེས་ད་བར་དུ་བོད་ཕྱི་ནང་གཉིས་སུ་རང་ལུས་མེར་བསྲེགས་གནང་མཁན་བརྒྱ་དང་ལྔ་བཅུ་ང་གཅིག་བྱུང་ཡོད་པ་རེད། དེའི་ཁོངས་ནས་ངེད་ཅག་རང་བོད་ཕྱི་ནང་གཉིས་སུ་དགེ་འདུན་པ་སྐལ་བཟང་དབང་འདུས་ལགས་དང། རྡོ་རྗེ་ཚེ་རིང་ལགས་གཉིས་ནས་རང་ལུས་མེར་བསྲེགས་བཏང་བའི་གནས་ཚུལ་བྱུང་ཡོད་པ་རེད། དེ་རིང་ང་ཚོས་ལས་རིམ་འདིའི་ཐོག་ལ་རང་ལུས་མེར་བསྲེགས་དང་བོད་མིའི་འཐབ་རྩོད་ཀྱི་ཁ་ཕྱོགས་ཞེས་པའི་བགྲོ་གླེང་འདིའི་ཐོག་ལ་བོད་མི་མང་སྤྱི་འཐུས་ཀརྨ་ཡེ་ཤེས་ལགས་དང། བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་དྲུང་འཕར་ཀུན་དགའ་བཀྲ་ཤིས་ལགས་དང་ནང་བཞིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་ཉམས་ཞིབ་པ་བསྟན་འཛིན་ཉིན་བྱེད་ལགས་བཅས་མཉམ་ཞུགས་གནང་ཡོད། རྣམ་པ་གསུམ་དེ་རིང་ང་ཚོའི་ལས་རིམ་ཐོག་ཕེབས་པར་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། བཀྲ་ཤིས་བདེ་ལེགས། ཐོག་མ་དེ་ལ་འདི་བྱ་གི་འདུག་ད་ད་ལྟ་རྣམ་པ་གསུམ་ལ་ཐུན་མོང་གི་དྲི་བ་དེ་འདི་ཆགས་བསྡད་ཀྱི་ཡོད། ད་ད་ལྟ་ངེད་ཅག་རང་བོད་ཕྱི་ནང་གཉིས་སུ་ཉི་མ་གཅིག་ལ་རང་ལུས་མེ་བསྲེགས་བཏང་པའི་གནས་ཚུལ་ཞིག་བྱུང་ཡོད་རེད། འདིའི་ནང་ལོགས་ལ་རང་ལུས་མེ་བསྲེགས་བཏང་མཁན་རྣམ་པ་གཉིས་ཀ་དགུང་ལོའི་ཆ་ནས་དཔེ་མི་སྲིད་ཆུང་ཆུང་རེད། ལྷག་པར་དུ་རྡོ་རྗེ་ཚེ་རིང། Dodi Tsering། ལགས་རེ་བ་མཚོན་པ་ཡིན་ན། རྒྱ་གར་བཙན་བྱོལ་ལུང་པ་རང་དབང་ལུང་པའི་ནང་ལོགས་ལ་སློབ་སྦྱོང་འགྲིམས་བཞིན་པའི་གི་ན་གཞོན་ཆུང་ཆུང་ཅིག་ཆགས་འདི་སྐོར་ཁོང་རྣམ་པ་དགུང་ལོ་ཆུང་ཆུང་དེ་འདྲའི་ཅིག་གིས་ང་ཚོའི་འཐབ་རྩོད་ཀྱི་བརྒྱུད་རིམ་འདིའི་ནང་ལོགས་ལ་རང་ལུས་མེ་སྲེག་བཏང་དགོས་ཡས་ཀྱི་གནད་འགག་འདི་ག་བ་ལ་གཟིགས་ཀྱི་ཡོད་ན། ཐོག་མར་ཀུན་དགའ་ལགས་སོང། ལོ་རེ་ཟུ།
ད་ལྟ་དཀར་ནག་ཞོར་བར་སྤྱི་བཏང་རང་ལུས་མེ་སྲེག་གི་གནས་ཚུལ་ད་སྔ་ཆེས་མང་པོ་བྱུང་བ་རེད།

བོད་ཕྱི་ནང་གཉིས་ནས་ཀོ་ལུ་ཤུ་གཉིས་ཀྱི་རང་ལུས་མེར་སྲེག་བཏང་ཡག་གནས་ཚུལ་ཐོན་ཡོང་དུས། འདིས་ག་རེ་བསྟན་རྒྱུ་ཡོད་རེད་ཟེར་ན་བོད་ནང་ལོག་ཆ་བཞག་པའི་ན་ད་ལྟ་ཡིན་ན་ཡང་བོད་ནང་ཡོད་པའི་གཞིས་ལུས་མི་དམངས་ཤོར་བ་དེ་གས་ཀྱིས་རྒྱ་ནག་གཞུང་གི་དབང་བསྒྱུར་དེ་ལ་ཡང་ད་ལྟའི་དབང་བསྒྱུར་དེ་ལ་ཡང་དོད་པོ་མེད་དེ་བ་བོད་ནང་ལ་ཡང་དཀའ་ངལ་ཡོད་དེ་བ་ཨ་ནི་དཀའ་ངལ་ཡོད་པ་དེ་བཤད་ཁག་འགྲོ་སའི་ལམ་ཁ་གང་ཡང་མེད་པའི་འོག་ལ་ཡང་ཨ་རང་ལུས་མེར་སྲེག་ཐམས་ཅད་རྒྱལ་སྤྱིའི་ཐོག་ལ་ད་བོད་ནང་དཀའ་ངལ་ཡོད་པ་དེ་ལབ་གི་ཡོད་རེད་བསམ་གྱི་འདུག།

སྤྱི་བཏང་ད་རང་ལུས་མེར་བསྲེགས་ཐར་པ་དུ་བོད་ཕྱི་ནང་གཉིས་ལ་བརྒྱ་དང་ལྔ་བཅུ་ལྷག་བྱུང་བ་རེད། དེའི་རྒྱུ་རྐྱེན་གཙོ་བོ་དེ་རྒྱ་ནག་གཞུང་གི་སྲིད་ཇུས་དང་རྒྱ་ནག་གཞུང་གི་འགོ་ཁྲིད་ཚོ་ལ་ལ་ལས་རེད་བསམ་འདུག་ཁོ་རང་ཚོ་གིས་བོད་ནང་ལོགས་ལ་ཁ་ནས་བཤད་བཤད་པ་ནང་བཞིན་གྱི་ཡར་རྒྱས་དང་རང་དབང་རྩ་བ་ནས་མེད་པ་གང་ཞིག་ལ་ཨ་ནེ་དོན་དམ་ནས་ཁྱབ་བསྒྲགས་འདྲ་མང་བྱས་ཏེ་དོན་དམ་གྱི་བོད་ནང་ལོགས་ལ་རང་དབང་དང་འདྲ་མཉམ་གྱི་ཐོབ་ཐང་ཡོད་པ་ནི་ཏན་ཏན་བོད་ནང་བོད་མི་ཚོས་ཀྱིས་ཁྲིམས་དང་མཐུན་པའི་ལས་འགུལ་བྱེད་ཀྱི་རེད་བསམ་འདུག་དེ་འདྲའི་བྱེད་ཡས་ཀྱི་གོ་སྐབས་དང་སྡིངས་ཆ་རྩ་བ་ནས་མེད་དུས་བརྩམས་པ་ལ་ཨ་ནེ་མི་སོ་སོའི་གྱི་སོ་སོས་གཅེས་པའི་སྲོག་བློས་བྱས་རྒྱ་ནག་ལ་ཡ་གནོད་སྐྱོན་བསྟན་འགྲོ་ཙམ་ཡང་མེད་པའི་ཐོག་ནས་སོ་སོས་གཅེས་པའི་སྲོག་བློས་རྒྱུ་ཙམ་པ་ལ་རྒྱ་ནག་གི་དྲག་གནོན་གྱི་སྲིད་བྱུས་དང་རྒྱ་ནག་གིས་ད་ལྟ་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ལ་ངོ་རྒོལ་རྣམ་པ་ཤུགས་ཆེན་པོ་བསྟན་གྱི་ཡོད་པ་དང་ལྷག་པར་དུ་བཙན་བྱོལ་ནང་ཆ་བཞག་པ་ནས་མི་ལོ། གཅིག་སྟོང་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ནས་ནས་ག་ལ་གང་འཚམ་བྱུང་བ་རེད་ད་འདི་གའི་འདི་གར་བསྟན་དགོས་ཟེར་ན། གཞིས་བྱེས་གཉིས་ལ་ཡོད་པའི་བོད་མི་ཚོ་གི་མངོན་འདོད་གཅིག་ཡིན་པ་ཤེས། གྱིས་བྱས་ལ་ཡིན་པ་ཡིན་ནའི་བོད་མི་ག་ལ་གང་འཚམ་ཅིག་གིས་རྩ་བའི་ཨ་མདའ་ད་ངེད་ཅག་བྱུང་བའི་སྤོ་བོ་ལོ་བཅུ་བཞི་ཆགས་བཞག་པ་ན་ཁོང་རང་རྒྱ་གར་ལ་སྐྱེས་པའི་མི་རིགས་མི་ཐོག་གསུམ་པ་འགྲོ་བ་ཆགས་ཡོད་མི་ཐོག་གསུམ་པ་ཆགས་པ་ཡིན་ན་ཡང་བོད་བོད་ཀྱི་རྩ་དོན་བོད་བོད་ཀྱི་ཆབ་སྲིད་ལས་ཞེན་འགོག་བོད་བོད་ཀྱི་ཆབ་སྲིད་དཀའ་ངལ་སེལ་མེད་པ་འདི་ཚོར་བའི་ཐོག་ནས་སོ་སོ་རང་ཉིད་ཀྱི་རྣམ་འགྱུར་འདི་མི་མང་ལ་བསྟན་ཡ་བསྟན་དུ་བཏང་པ་ལ་དེ་དང་རྒྱ་ནག་གཞུང་འདི་ཁོ་ལ་ཡ་ཡ་ལན་བྱེད་དགོས་ཏེ་འགན་གཙོ་བོ་འདི་རྒྱུ་རྐྱེན་གཙོ་བོ་འདི་རྒྱ་ནག་གཞུང་གི་སྲིད་ཇུས་དང་རྒྱ་ནག་གཞུང་གི་མཁྲེགས་བཟུང་གི་ལངས་ཕྱོགས་ལ་ཆགས་བསྡད་ཡོད་རེད་བསམ་འདུག། ཉིན་གཅིག་ལ་དེའི་ཐོག་ལ་ག་རེ་གསུང་ཡོད།

ཚད་མཐོ་བོ་ག་དུས་ག་སྲིད་ལས་ཡོད་མེད་དང་རྫ་དྲག་ག་དུས་ག་སྲིད་ལས་ཡོད་མེད་དེ་ཉན་མཁན་ག་རེད་བསམ། ལ་སི་འདི་དང་འཕྲོད་ཅེས་ད་དྲི་བ་གཅིག་འདི་ཞུ་གི་ཡིན་ད་ད་ད་ད་ངེད་ཅག་རང། ལོ་ཆུང་གཉིས་ཀྱིས་རང་ལུས་མེ་བསྲེགས་གནང་བ་རེད་རང་ལུས་མེ་བསྲེགས་གནང་པའི་རྗེས་ད་ག་རང་ལ་རྒྱ་བོད་རྒྱ་བ་ཀརྨ་པ་རིན་པོ་ཆེ་མཆོག་གིས་གསུང་འཕྲིན་ཞིག་ཕེབས་ཡོད་རེད་དེའི་ནང་ལོགས་ལ་རྒྱ་བ་རིན་པོ་ཆེ་མཆོག་གིས། བོད་མིའི་གི་སྣོད་བཅུད་སྲུང་སྐྱོབ་དང་རིག་གཞུང་སྲུང་སྐྱོབ་ད་ག་རང་བཞིན་རྩ་དོན་གྱི་ཆེད་དུ་བོད་མི་བོད་མི་རིགས་གཅིག་གསོན་པོ་ལ་གནས་པ་ཡིན་ནས་གལ་ཆེན་པོ་རེད། དེ་འདྲའི་བཀའ་སློབ་ཅིག་ཕེབས་ཡོད་རེད། དེའི་ཐོག་ལ་ཉིན་གཅིག་ལ་ངོས་དོན་ག་འདྲའི་ཞིག་གནང་དགོས་ན། ལགས། ད་ལྟའི་ཐ་ན་དེ་རང་ལུས་མེ་སྲེག་གནང་བའི་ཉིན་མོ་དེ་ལ་ཡོད་ད་ལྟ་ང་ཚོས་ངོ་དེབ་ལྟར་ང་ཚོས་ཉམས་ཞིབ་བྱས་ཏེ་དེ་མི་མང་པོ་ཅིག་དེའི་ཐོག་ལ་བསམ་ཚུལ་མང་པོ་ཞིག་བསྟན་སྲིད་ད་ལྟ་དེ་ང་རང་ཡིན་ནས་ད་ཅིག་མི་སུ་ཡིན་ནས་ཅིག་རང་ལུས་མེ་སྲེག་བྱས་སོང་ནས་སེམས་པ་དཔེ་སྐྱོ་བོ་འདུག་ལྷག་པར་དུ་ལོ་གཞོན་ཤེས་ཅིག་ཡིན་དུས་དེ་ཡིན་དུས་ཀརྨ་པ་རིན་པོ་ཆེ་གི་ཧང་སང་ཡིག་གི་ད་ལྟ་དེ་གསུང་འཕྲིན་པའི་དེ། གསུང་འཕྲིན་གནང་བ་ཙམ་མ་ཡིན་པ་ཅེས་སེམས་གཏིང་ནས་ད་ལྟ་དེ་གཅིག་གི་གསུང་འཕྲིན་གནང་སྟངས་ཇོ་བོ་བྱམས་པ་དངོས་གནས་གཅིག་ཤ་ཚ་དང་སྙིང་རྗེ་ཡོད་པའི་ཐོག་ནས་གནང་རྒྱུར་སྒྲོག་ཅིག་དེ་གིས་ང་རང་དུ་ཞིག་གི་རྩོམ་འདི་ཀློག་དུས་སེམས་ནང་དངོས་གནས་གཅིག་ད་ཅིག་སོ་སོའི་གི་འཚོ་བ་དེ་ཏག་ཏག་ཅིག་རིན་པོ་ཆེ་གི་གསུང་སུ་བསམ་བསམ་སྒྲོག་ཅིག་སེམས་ལ་ཅིག་བདེ་སྐྱིད་འདྲ་ཅིག་ཏག་ཏག་སྐྱོ་སྣང་དང་བདེ་སྐྱིད་འདྲ་བོ་ཅིག་སྤྲད་སོང། དེ་གང་ཡིན་ཟེར་ན་རིན་པོ་ཆེ་གསུང་བའི་དག་རང་རེད། འཚོ་གནས་ཟེར་དེ་གལ་ཆེན་པོ་ཆགས་སྐོར་བ། འདི་ཡིན་དུས་འདི་དངོས་གནས་བདེན་པ་རེད་བསམ་གི་འདུག་ད་ཡིན་པ་ཡིན་ནའི་འཐབ་རྩོད་ཅིག་གནང་ལ་ཡ། ད་ལྟ་ཡི་མ་རེད་ལོ་རྒྱུས་འཐབ་རྩོད་ནི་རང་སོ་ཤོ་ཡེ་དེ་ཁོ་ཡང་དེ་ཅིག་ཤོ་ཡེ་ཤོ་གི་འདུག་བ། འདི་ཡིན་དུས། ང་ནི་ཅིག།

མ་འོངས་པའི་རྒྱལ་ཁབ་དང་མི་རིགས་ལ་མཁོ་བའི་མི་སྣ་གསོ་སྐྱོང་བྱེད་ཡག་དུས་ཚོད། ལྷག་པར་དུ་ད་ལྟ་བར་དུ་རང་ལུས་མེར་སྲེག་བོད་ནང་བཏང་བ་དེ་བརྒྱ་དང་བཞི་བཅུ་ལྷག་ཙམ་ཡོད་རེད། འདི་གའི་གི་ཆ་སྙོམས་ལོ་ཚད་དེ་ཉི་ཤུ་ནས་སུམ་ཅུ་རེད། མི་འདི་གའི་དེ་ལྔ་བཅུ་ངར་དགུའི་གོང་སྤྱི་ཚོགས་མཐོང་ཡོང་པར་སྐྱག་ཅི་མང་བྱས་གི་སྐྱག་རོམ་ཞིག་ཞལ་བཅད་མྱོང་ཡོང་པ་རེད། གར་བྱས་འདི་བྱས་འོ་རེད་ཟེར་དུས་མི་རབས་རྒན་པའི་སྙིང་སྟོབས་དེ་མི་རབས་གཞོན་པ་ལ་སྤྲད་པའི་སུ་འདུག་ཟེར་བ་ཇི་ལྟར་འདི་འདྲ་ཡིན་དུས་འདི་འདྲས་ཀྱི་སྙིང་སྟོབས་ཡོད་ངེས། འདི་འདྲས་ཀྱི་ལྟ་ག་སོགས་རེད་བློ་ཡོད་ངེས་མི་དེ

ང་ཚོ་མི་ལོ་བཅོ་བརྒྱད་ལྷག་ཅིག་ཕྱིན་པ་རེད་དེའི་ནང་ལོགས་ལ་བོད་མི་རིགས་བརྒྱ་དང་ལྔ་བཅུ་ང་གཅིག་ལྷག་གི་ཚེ་སྲོག་ཅིག་ཕྱིན་པ་རེད་རང་ལུས་མེ་བསྲེགས་དེ་འདྲས་ཡོད་དུས་དེའི་གི་རང་ལུས་མེ་བསྲེགས་བརྒྱུད་རིམ་དེའི་གི་ང་ཚོའི་བོད་པའི་འཐབ་རྩོད་ལ་ཕན་ཡོན་ག་རེ་བྱུང་ཡོད་རེད་ད་ལྟ་བར་དུ།
འཐབ་རྩོད་བྱེད་པའི་སྐབས་སུ་རྒྱལ་ཁབ་ག་བ་ཡིན་པ་ཡིན་ནས་ཅིག་སྲིད་དབང་དགོས་དོན་སླད་འཐབ་རྩོད་ཡིན་པ་ནི་འདྲ་ང་ཚོ་འགྲོ་བ་ནི་རྒྱལ་ཁབ་དང་མི་རིགས་ཀྱི་འཐབ་རྩོད་འདི་ཙམ་པ་ལ་རྒྱལ་ཁབ་དང་མི་རིགས་ཀྱི་འཐབ་རྩོད་ནང་ལོགས་ལ་ཡང་སོ་སོའི་གི་ལུས་སྲོག་མ་ལོས་པ་འཐབ་རྩོད་ལས་སླ་པོ་རག་ཡ་རྩ་བ་ནས་ཡོག་མ་རེད་ད་བོད་ནང་ལོགས་བསྡད་པའི་དུས་ལ་བོད་མི་ས་ཡ་གཅིག་ལྷགས་གི་རྒྱ་མིས་དམར་བསད་བཏང་བ་རེད་ད་ཉེ་བའི་དུས་ལ་དགུ་བཅུ་གོ་བརྒྱད་ནས་བརྩིས་པ་ན་རང་ལུས་མེར་སྲེག་བརྒྱ་དང་ལྔ་བཅུ་ང་གཅིག་སྲུང་འཁོར་རེད་དེ་ཙམ་མ་ཚད་བཙོན་ཁང་ནང་ལ་མང་པོ་འདས་གྲོངས་ཕྱིན་པ་རེད་འདི་གི་མང་པོ་བྱུང་བསྡད་པ་རེད་ད་རང་ལུས་མེར་སྲེག་དེ་གཞན་དང་མ་འདྲ་སོ་སོའི་གི་ཟུར་སྲོག་སོ་སོ་གཟུགས་པོ་མེད་པ་ནི་ཨ་ནི་སོ་སོའི་གི། སྡུག་བསྔལ་གྱི་བག་ཞག་བཅས་ལྕི་བས་ཀྱི་དོན་དག་ལ་རང་གི་གཅེས་པའི་སྲོག་བློས་བཏང་ཡག་འདི་ཨ་ནེ་ཚད་མའི་ཞི་བས་ཀྱི་ལས་འགུལ་ཚད་མཐོ་ཤོས་ཅིག་དེ་སྔ་མང་པོ་བྱུང་མ་མྱོང་ལས་འགུལ་ཅིག་ཆགས་བསྡད་པར་དཔེ་ཆ་ཞིག་ན་དགུ་བཅུ་གོ་བརྒྱད་ཀྱི་ཕྱི་ཟླ་བཞི་བའི་ཚེས་པ་ཉིན་ཚབ་དོན་ཉིན་མོ་འདི་རྒྱལ་གཅེས་དཔའ་བོ་ཐུབ་བསྟན་དངོས་གྲུབ་ལགས་ཀྱིས་ལམ་ལུགས་མེར་སྲེག་བཏང་བའི་སྐབས་སུ་བོད་ཀྱི་ཤུལ་ལྷན་ཚོགས་ཀྱི་དགུ་བཅུ་གོ་བརྒྱད་ཕྱི་ཟླ་གསུམ་པའི་ཚེས་པ་བཅུ་ནས་འགོ་བཙུགས་རྗེས་ཨ་ནེ་ཟེ་ཆེན་ངོ་གུང་ལི་གུ་འབྲུག་བར་འདིར་ལི་གུ་འབྲུག་ཡ་དོན་དག་གཙོ་བོ་ག་རེ་ཟེར་ན་དགུ་བཅུ་གོ་བདུན་གྱི་ཕྱི་ཟླ་བཅུ་གཉིས་ནང་ལོགས་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་འོག་ལ་ཡོད་པའི་གི་རྒྱལ་སྤྱིའི་ཁྲིམས་དོན་ལྷན་ཚོགས་ཀྱི་སྙན་ཐོ་བཏོན་རེད་བོད་སྐོར་སྙན་ཐོ་དེབ་ཐུག་ཐག་གཅོད་བྱས་འདི་ནང་དོན་ཧ་ལམ་ཤོག་གྲངས་བརྒྱ་དང་དྲུག་ཅུ་ལྷག་ཚུད་འདིའི་ནང་ལོགས་ལ་དགོས་འདུན་དོན་ཚན་ཁག་བཅུ་འདི་དགོས་འདུན་འདི་མཉམ་འབྲེལ་རྒྱལ་ཚོགས་བདག་པོ་རྒྱག་དགོས་འདུག་འདི་བཏོན་པ་འདི་ང་ཚོ་བོད་པས་བཏོན་རྒྱུ་མ་རེད་བོད་པ་དང་རྩ་བ་ནས་འབྲེལ་བ་མེད་པ་རྒྱལ་སྤྱིའི་ཁྲིམས་དོན་ལྷན་ཚོགས་ཀྱིས་བཏོན་པའི་སྙན་ཐོ་འདི་བདག་པོ་རྒྱག་རྒྱུ་ལ་བརྟེན་ནས་ལས་འགུལ་བྱས་པ་རེད། ད་ལས་འགུལ་བྱས་བྱས་ག་ལ་ག་ཚོད་འགྲོ་བའི་སྐབས་སུ་རྒྱ་གར་སྐུ་སྲུང་བའི་བཀའ་ཡང་འདུག་ཙམ་དཔའ་བོ་ཐུགས་སྤྲོ་དངོས་སྒྲུབ་ཀྱི་ད་ང་བཟས་བྱ་ངོ་དེ་ནས་འགྲིག་ས་མ་རེད་བཟས་བྱ་ངོ་དེ་ནས་རྒྱ་གར་གཞུང་གིས་ཤེས་བཅུག་ས་མ་རེད་དེ་ལས་ང་ཡང་གཟུགས་པོ་ངང་མེད་པར་བྱས་ལ་ད་ངའི་མིག་མདུང་ལ་ཁོ་རང་གི་ལུས་ལ་ཚ་བ་ཡོད་ནའི་ག་ད་རྒྱ་བ་རིན་པོ་ཆེ་སྐུ་ཚེ་ཐུགས་ལ་བརྟན་པར་ཤོག་རྒྱ་གར་མི་མང་ཚོ་ང་ཚོ་མི་མ་ཧྲི་རུ་ཆིས་བོད་པའི་རྒྱབ་སྐྱོར་བྱེད་རོགས་འདིའི་སྐད་འབོད་རྒྱག་འགྲོ་འདུག་ཙམ་པ་ལ་འདིའི་ག་རེ་བསྟན་དགོངས་ཟེར་ན་མིའི་གི་ཨ་ནི་སོ་སོ་སོ་བློས་ཡས་ཀྱི་ནུས་པ་བསྟན་འདི་འདྲའི་བསྟན་ནས

ཡིན་པ་ཡིན་ན་ཡང་རྒྱལ་ཁབ་དང་མི་རིགས་འཐབ་རྩོད་ལ་བློས་བཏང་མ་བྱས་ན་ཡོང་ཡ་རྩ་བ་ནས་མེད་པ་དེ་གསལ་པོ་རེད། དེ་ཐོག་ནས་རྒྱལ་སྤྱིའི་ནང་ལོགས་ལ་བོད་བོད་ཀྱི་རྣམ་འགྱུར་གསལ་པོ་ཞུ་ཅིག་ད་ངས་ཀུན་དགའ་ལགས་གསུངས་བ་ནང་བཞིན་རང་ལུས་མེར་སྲེག་བཏང་མཁན་ཤུགས་ཆེ་དེ་དགུང་ལོ། བཅོ་བརྒྱད་ནས་བཞི་བཅུ་པར་རུ་དེ་རེད་ཤུགས་ཆེ་དེ། འདི་ཡང་ད་ངས་གསུངས་བ་ནང་བཞིན་བོད་རྗེས་ཡོད་མ་རེད་བོད་སྐད་དང་རྒྱ་སྐད་རྒྱ་སྐད་ཡག་ག་ཤི་འགོས་ཀྱི་རེད་ནང་པའི་རིག་པ་དང་དམག་ཤོག་བཏགས་པ་དམག་ཤོག་བཏགས་པ་ཡག་ཤི་འགོས་སེམས་ཀྱི་ལ་ང་བོད་པ་ཡིན་པའི་ཞེན་ཁོག་ལ་རྒྱ་ཤུགས་ཆེན་པོ་ཡོད་པ་སོང་ཙང་རྒྱ་ནག་ལ་ཁ་བརྡའི་སྟེང་དུ་ཙང་མ་དེའི་གི་རང་གི་བོད་པའི་འཐབ་རྩོད་དེ་ཤི་མེད་པ་གསུམ་པོ་གནོད་པ་གཏིང་དགོས་ཙང་ངས་བོད་པའི་འཐབ་རྩོད་ལ་ཕན་རླབས་ཆེན་པོ་བྱུང་འོས་པ་དེ་བརྒྱ་ཆ་བརྒྱ་ངོས་འཛུན་ཞུ་གི་ཡོད་ཡིན་པ་ཡིན་ན་ཡང་གཅེས་པའི་སྲོག་དེ་སུ་ཡིན་ནའི་མི་འདི་གས་དེ་ལྷག་བསམ་ཅན་གྱི་མི་དེ་འདས་བྱས་ལས་ཀ་བྱས་དེ་གལ་ཆེ་ཡིན་པ་དེ་ང་ཡང་ངོས་འཛུན་ཞུ་གི་ཡོད་ཞུ་ཡིན་ནམ། ན་ཉིང་ཅིག་ལགས་འདིའི་ཐོག་ལ་ཕན་ཡོན་ག་འདྲས་ཅིག་གཟིགས་ཀྱི་ཡོད་ན། ད་ཕན་ཡོན་ཞིག་ལབ་ཡོད་ན་ད་ཅིག་ད་འདིའི་གི་གཙོ་བོ་འགྲོ་ཅིག་ང་རང་ངོས་ནས་ད་ཅིག་གཉིས་འདྲ་ཞིག་མཐོང་འདུག་དང་པོ་དེ།

ད་དེ་འདི་འདྲ་འདྲ་ཞིག་སྨྲས་འགྲོ་གསུངས།
ལ་ས་ནི་ད་ལྟ་རང་ལུས་མེ་བསྲེགས་ཀྱི་གནད་དོན་ད་ད་ལྟ་ལྷག་པར་དུ་ད་ལྟ་ལོ་ཆུང་གཉིས་ཀྱི་དུས་སུ་རང་ལུས་མེ་བསྲེགས་བཏང་བའི་རྗེས་ལ་ཡང་རང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡིན་ནས་འཚོ་བ་ཆེན་པོ་ཞིའུ་བསྐྲུན་ཐུབ་ཡོད་བསྐྲུན་ཡོད་རེད། དེའི་གི་བརྒྱུད་རིམ་ཁྲོད་ལ་མང་ཚོགས་ནང་ལོགས་ལ་ཡིན་པ་ཡིན་ནས་ད་འདི་ལ་གདོང་ལེན་གནང་ཐབས་དང་འདི་འདྲའི་འབྲེལ་བའི་ཆ་ནས་བོད་མི་སྒྲིག་འཛུགས་ཀྱི་ངོས་ནས་ད་རང་ལུས་མེ་བསྲེགས་ཀྱི་གནད་དོན་འདིའི་ཐད་ལ་ཡ་ལང་ཕྱོགས་འགྲོ་བ་ཅི་ནས་རེད། འདི་ག་འདྲིར་བྱོས་ན་དཔུང་བ་ལ། དེ་ད་བོད་མིའི་སྒྲིག་འཛུགས་ཀྱི་རང་ལུས་མེ་ལྕེ་ཐོག་ལ་གཟིགས་ཆོག་ཟེར་བ་ལ། དེ་ཕལ་ཆེར་མི་མང་པོས་མཁྱེན་གྱི་རེད་བསམ་གྱི་འདུག་ག་རེད་ཟེར་ན་བཀའ་ཤག་གི་སྔ་རྗེས་ཀྱི་གསུང་ཆོས་དུས་དྲན་གསུང་བཤད་རེད། བདག་ནང་བདག་གི་སྲིད་སྐྱོང་གི་དང་བཀའ་བློན་རྣམ་པ་ད་བར་བཅར་འདྲི་ཁ་ལན་འདེབས་གནང་པའི་སྐབས་ལ་ཡང། རང་ལུས་མེ་ལྕེ་བཏང་ཡག་རེད་ཡ་འབོད་སྐུལ་གནང་ཡག་དང། རག་ལས་མི་བཟོད་ཏང་གི་རུས་སྡོམ་འདོགས་དང་དེ་འདས་ཀྱི་བཀའ་ཤག་ལངས་ཕྱོགས་བཅས་ཡོད་མ་རེད། ཁ་སང་དོན་དོ་ག་རེ་གནང་གི་ཡོད་རེད་ཟེར་ནས་སྙན་མ་ཚིག་གཅིག་བེད་སྤྱོད་གནང་གི་ཡོད་རེད་འདི་འདས་ཀྱི་དཀའ་ངལ་ཡོད་པ་དེ་ང་ཚོས་ཤེས་ཀྱི་འདུག་བོད་ནང་ལོག་གི་དཀའ་ངལ་དེ་ལུས་སེམས་གཉིས་ཀྱི་དཀའ་ངལ་དེ་མི་སུ་གཅིག་གི་འཁྱོག་མ་ཐུབ་ཡ་ཞུ་ཡོད་རེད། ཡིན་ནའི་བོད་དོན་འཐབ་རྩོད་ཀྱི་ནང་ལོག་ལ་ཡ་ཐེ་ཚེ་ཆེ་བས་འདི་འདས་མ་གནང་རོགས་གནང། ཕྱིས་སུ་ག་རེ་བཀའ་གནང་ཡོང་ཟེར་ན་རག་ལུས་མི་བཟོད་མ་གནང་རོགས་གནང་ཞེས་འབོད་སྐུལ་གནང་ཡོད་རེད་དེ་འདུག་འདི་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་ཟེར་ནས་མི་འདུག་གཟིགས་ཕྱོགས་དེ་འདི་རེད།

ད་ལྟའི་བརྒྱུད་རིམ་འགྲེལ་བཤད་སྐྱོན་པའི་སྒང་ལ་ད་གཟོད་ན་ལ་སོགས་ཞོགས་པ་ཡོང་གི་རེད་གསུང་གོ་རེ། དེ་ལས་མ་གཏོགས་ང་ཚོའི་ངོས་ནས་ཡང་ག་རེ་ཟེར་ན། དེ་གས་དེ། བྱེད་སྟངས་དྲི་བ་དེ་ཁྱད་མཚར་ཡོད་རེད་རང་ལུས་མེར་སྲེག་བཏང་ཉིན་གྱི་ཕན་ཐོགས་ཡོད་རེད་པའི་ས་ཞོར། བོད་ནང་གི་མི་གི་ཁྲག་ཐིགས་པ་ཅིག་ཡིན་ན་ཕན་ཐོགས་ཡོད་རེད། འཕྲོ་བརླག་ཁྱོན་དུ་འགྲོ་གི་ཡོད་མ་རེད། བྱེད་སྟངས་འདི་ཡིན་དུས་ད་ཁ་ཤས་ག་རེ་ཕན་ཐོགས་ཡོད་ན་ག་རེ་བྱུང་ཡོད་རེད་ཟེར་གོ་རེ་ད་དེ་ཚོའི་དྲི་བ་ཞོར། རྫོགས་ཡག་ཡོད་མ་རེད། དེ་འད་ཡིན་དུས། འཐབ་རྩོད་ནང་ལ་སོགས་ཤོག་གི་རེད་ཕན་ཐོག་ཡོད་རེད་ཟེར་དུས་འདིས་བོད་ནང་གི་དེ་གས་དེ་གཏང་གོ་རེད་ཟེར་བྱས་ང་ཚོ་སུ་གཅིག་གི་མེ་སེར་དེ་འགྲུག་ཡོད་མ་རེད་དེ་ཡང་གསལ་ཉན་གི་གསན་འཇོག་མ་གནང་མ་གནང་གོ་རེད་བསམ་གི་འདུག། ཁམས་ལགས་ལ་འདི་དང་འཕྲོས་ནས་དྲི་བ་གཅིག་དེ་ཞུ་གི་ཡིན། ད་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་འབོད་སྐུལ་ཅིག་ཞུས་དེ་འོག་རེད་རང་ལུས་མ་ཟད་རང་ལུས་མེ་སེར་མ་གཏང་རོགས་གྱིས་བྱས་བྱས་འབོད་སྐུལ་ཅིག་ཞུས་དེ་འོག་རེད། འབོད་སྐུལ་ལས་ལྷག་པ་ག་རེ་གནང་ཐུབ་གི་རེད་བསམ་གི་འདུག་སྒྲིག་འཛུགས་ཀྱི་འགན་ག་རེ་འཕར་མ་བྱས། ད། སྒྲིག་འཛུགས་ཀྱི་འགན་ཆེ་ཤོས་དེ་ད་བར་དུ་བོད་ནང་ལོགས་བོད་མི་རྒྱལ་གཅེས་དཔའ་བོ་དཔའ་མོ་རྣམ་པོ་ཚོ་སྤྱི་ཡོངས། ཙོང་ཁ་ནང་དཀའ་སྡུག་མཉན་བཞིན་མཁན་སྤྱི་ཡོངས་ཀྱི་དགོས་འདུན། ལྷག་པར་དུ་རང་ལུས་མེར་སྲེག་བཏང་མཁན་རྣམ་པ་ཚོའི་ཞལ་ཆེམས་འདི་གས་འདི་ལྟ། ང་ཚོའི་རྒྱལ་སྤྱི་གང་ལ་སྐྱེལ་ཐུག་ཡས་འདིའི་མངོན་འདོད་སྒྲུབ་ཐུག་ཡས་ལ། བཀའ་ཤག་ཡིན་ནས་སྤྱི་འཐུས་ལྷན་ཚོགས་ནས་མཉམ་རུབ་ཀྱི་ལས་འགུལ་བྱེད་ཆེད་ལས་འགུལ་སྤེལ་དགོས་ཡས་དེ་གལ་ཆེན་པོ་རེད་གསུངས་འདུག་དཔེ་བྱས་ན་བཀའ་སྤྱི་གཉིས་ཀྱིས་ལྡི་ལི་དང་ཛབ་ཀྲག་གི་གཞིས་བྱེས་པའི་ལས་འགུལ་སྤེལ་བར། སྤྱི་འཐུས་ལྷན་ཚོགས་ཡིན་ནའི་ལས་འགུལ་སྤེལ་བར་དེ་ག་ནང་བཞིན་སྤྱི་འཐུས་ལྷན་ཚོགས་ཀྱི་བདེན་དཔེ་མེ་ལྕེ་སྐོར་སྐྱོད་ལས་འགུལ་འདི་ཡང་ལམ་ལུགས་མེད་གསལ་གྱི་གནད་དོན་རྒྱལ་སྤྱིར་བསྐྱལ་ཐུབ་ན་སྤེལ་བར་ད་དེ་འབྲེལ་གྱི། གཙོ་བོ་སོག་ཤོར་མོ་གོ་ཨེ་དང་སོག་སྐྱབས་དགོས་ཨེ་དེ་གལ་ཆེན་པོ་ཡིན་པ་གང་ཞིག་ལ་སོག་ཤོར་ཚར་བ་འདི་གའི་འདི་གི་མངོན་འདོད་སྒྲུབ་བས་ལ་འགན་འདི་བཙན་བྱོལ་སྒྲིག་འཛུགས་ལ་ཡོད་པ་སོང་ཙང་སྒྲིག་འཛུགས་ཀྱི་ངོས་ནས་ཨ་ནི་རྒྱལ་སྤྱིའི་སྡིངས་ཆ་གྲོས་ཚོགས། རྒྱུན་ལྗོངས་མི་དམངས་ཚོགས་པ་མཉམ་འབྲེལ་རྒྱལ་ཚོགས་འདི་གའི་ལ་ཨ་ནི་བོད་བོད་ཀྱི་དཀའ་ངལ

སྐུ་ངལ་ལ་ད་ད་ལྟ་རང་རིགས་མེ་སྲེག་བཏང་ཉིན་བརྒྱ་དང་ལྔ་བཅུ་ང་གཅིག་ལྷག་ཅིག་བྱུང་བ་རེད་དེ་ཚོའི་གི་མངོན་འདོད་གཙོ་བོ་དེ་སྐུ་ངལ་ལ་གི་ག་རེ་ཟེར་གི་ཡོད་ན། ད་ཁོ་ཚོའི་དེ་རེད་བ་ལ་གར་སོང་བ་རེད། མངོན་འདོད་གཙོ་བོ་དེ་ད་ཁོ་ཚོའི་དེ་རེད་ང་ཚོའི་ཁོ་ཚོའི་ཞལ་ཆེམས་དེ་ག་རེ་ཡ་ཟེར་བ་ཡིན་ན། དེ་ན་ནས་ཟེར་བ་ཐུང་ག་རེད་བསམ་གི་ད། རྡོག་རྡོག་ཚུ་ཚིག་ནས་ཚིག་མ་བཤད་བྱས་རྡོག་རྡོག་སྙིང་པོ་ཚུ་བསྡུས་བ་ཡིན་ན་ཁོ་ཚོའི་མངོན་འདོད་དེ་ག་རེ་ཟེར་ན་ད་ལྟའི་རྒྱ་ནག་གཞུང་གི་དབང་བསྒྱུར་དེའི་འོག་ལ་ཡ་ང་ཚོ་རང་དབང་མི་འདུག

རྒྱལ་གཅེས་རྒྱལ་གཤེན་དང་བློས་གཏོང་འདི་གས་ལ་ང་ཚོ་ཁྱོན་ནས་ཐེ་ཚོམ་ཡོད་མ་རེད་ཡིན་པ་ཡིན་ནའི། དེ་སྔ་ཉིས་སྟོང་བཅུ་གཉིས་ལོ་དེ་བ་ལའི་དཔྱད་རྩོམ་ཁ་ཤས་ཤིག་མཇལ་མྱོང་ཡོད་དག་ནང་བཞིན་ད་ལྟ་ཉེ་ཆར་རང་རང་ལུས་མེ་སྲེག་བྱུང་ཚར་བའི་རྗེས་ལ་ཡང་རྒྱ་གར་དང་ཕྱི་རྒྱལ་ཁག་ལ་ཡོད་པའི་བོད་པའི་གཞོན་སྐྱེས་ཁག་ཅིག་གིས་དཔྱད་རྩོམ་སྤེལ་བྱས་ནས་གནད་དོན་འདི་དྲག་པོ་ཅིག་དང་ཁག་ཅིག་གིས་རང་ཤི་བརྒྱབ་པའི་གནས་ཚུལ་ཅིག་ལ་ཡང་འབྲེལ་ཐག་བྱས་ནས་རྩོམ་ཡིག་འདི་འདྲ་སྤེལ་ཡོང་སྐོར་འདིའི་ཐོག་ལ། ཉིང་ཅི་ལ་ཡིན་པ་ཡིན་ན་གཞོན་སྐྱེས་ཉམས་ཞིབ་པ་ཅིག་ཡིན་པའི་ཆ་ནས་ངོས་འཛིན་ག་འདྲས་གནང་གི་ཡོད་ན་རང་ལུས་མེ་སྲེག་གི་གནད་དོན་འདི

སོ་སོ་གི་སྒེར་གྱི་དཀའ་ངལ་འདྲ་མ་ད་དུང་ནི་ཨ་ཁྱི་ངས་ཡོང་སྲིད་ཀྱི་རེད་གཏན་ནས་ད་ལྟའི་གི་འདི་སྒེར་གྱི་དཀའ་ངལ་རྩ་བ་ནས་ཡོག་མ་རེད་བོད་ནང་ལོག་ལ་ཕྱི་ཡིག་གི་བཙན་པོ་དབང་སྒྱུར་བྱུང་གི་སླད་དེ་འདི་གི་དྲག་གནོན་བྱས་པའི་འོག་ལ་འདི་ལ་རང་དབང་རྩ་བ་ནས་མེད་དུས་འདི་རང་དབང་སྟོན་ཡ་དེ་འདྲ་ལ་ལས་འགུལ་བྱེད་ས་སྡིངས་ཆ་མེད་དུས་རྩམ་པ་ལ་དེ་མི་མང་པོ་ཙམ་ལས་འགུལ་བྱེད་ཡ་མེད་དུས་རྩམ་པ་ལ་ཉིས་སྟོང་དགུ་ནས་འགོ་བཙུགས་རྗེས་མི་མི་གཅིག་གཅིག་གི་སྲོག་བློས་ཡ་དེ་བཏང་དུས་རྩམ་པ་འདི་འཚེ་མེད་ཞི་བའི་གི་ཚད་མཐོ་བོའི་གི་བྱང་ཆུབ་སེམས་པའི་སྤྱོད་པ་དང་འབྲེལ་བ་ཡོད་རྒྱུ་ཕྱི་མ་ཞིག་ན་གཞན་ཕན།

ལགས། ཨ་ནི་ངས་ཀུན་དགའ་ལགས་ལ་དེ་ཅིག་བཀའ་འདྲི་ཞུ་གི་ཡིན་ད་ད་ད། ད་ལྟའི་ཆ་ལ་ཡིན་པ་ཡིན་ན་ད་སྙན་མ་རྩིས་གཞིས་བོད་ནང་ལོགས་ལ་ཡིན་པ་ཡིན་ནའི་རང་ལུས་མེ་བསྲེགས་ཀྱི་གནས་ཚུལ་དེ་ཉུང་ནས་ཉུང་ནས་འགྲོ་བཞིན་པ་རེད་ཡིན། ཉུང་ནས་འགྲོ་མིན་ལ་མ་ལྟོས་པར་ད་དེ་སང་བོད་ནང་ལོགས་ལ་ཡིན་པ་ཡིན་ན་ཁེར་རྐྱང་གི་ལས་འགུལ་དེ་ཤུགས་ཆེན་པོ་ཞིའུ་ཅིག་དར་བསྡད་དགོས་རེད། དེ་འདྲའི་ཡུན་དུས་ཙམ་ལ་དེ་ཚོའི་ལས་འགུལ་ནང་ལ་མཉམ་ཞུགས་གནང་མཁན་ཤུགས་ཆེ་བ་ཅིག་ཡང་གཞོན་སྐྱེས་ཤ་སྟག་ཆགས་བསྡད་དགོས་རེད། ད། བོད་ནང་ལོགས་ཀྱི་གནས་སྟངས་དེ་གཅིག་རེད་ད་ད་ལྟ་ངེད་ཅག་རང་བཙན་བྱོལ་ནང་ལོགས་ལ་བྱུང་བའི་གནས་སྟངས་ཆེན་མོ་ཁོ་རང་ཡིན་ནའི་དགོངས་བློ་དཔེ་མི་སྲིད་ཆུན་ཆུན་བསླབ་གྲྭ་འགྲིམ་བཞིན་པ་ཅིག་རེད་དེ་འདྲ་ཡིན་དུས་ད་ང་ཚོ་གནས་ཚུལ་དེ་ཚོ་ལ། གདོང་ལེན་གནང་ཐབས་གྲོགས་ཅིག་ཆོག་གདོང་ལེན་གནམ་ཐག་བྱས་ཀྱི་བསམ་བློ་གཅིག་བཏང་བ་ཡིན་ན་འགྲིག་ཚོད་རེད་ད་ག་རང་བཞིན་བསླབ་གྲྭ་ཧ་རེད་ཨ་ནི་ཕ་མ་ཚོས་ཀྱིས་འདི་ལ་གདོང་ལེན་ག་འདྲི་ཞིག་གནང་དགོས་ངོས་བ་སི་ཀུན།

སྟབས། ད་ལྟ་བུ་དེའི་ཨ་མ་ལགས་ཀྱིས། སྐད་ཆ་དེ་ག་རེ་ཡོད་རེད་ཟེར་ན། དུད་འགྲོ་གཅིག་གཉིས་རྙེད་ནས་ང་འདི་འདྲ་བྱས་པ་ནི་ག་འདྲའི་དུག་རིགས་ལ་བྱུང་ཟེར་ཞོར་བ་གཅིག་བྱས་ན་པ་པ་ལགས་ཨ་མ་ལགས་ཀྱིས། ལང་ཀ་འདི་འདྲ་གཅིག་ལས་འགྲོ་གི་ཡོད་ཀྱི་རེད་བས་ཀྱིན་བསམ་གྱི་ཡོད་ཀྱི་མ་རེད། ད་གནད་འགག་དེ་ག་རེ་ཡོད་རེད་ཟེར་ན། གདོང་ལེན་ཟིན་ལེན་མི་འདུག་ད་བས་ན་བླ་བྲེ་ཁག་ན་ཡོད་པ། དག་ན་དག་གིས་རང་དང་ལོ་ཚད་གཅིག་པའི་སྤུ་བོ་དེ་ཚོས་འདི་དཔེ་རེད་ཟེར་ལང་བྱས་བྱས།

ད་ད་ལྟའི་ཆ་ལ། གཅིག་སྒྲིག་འཛུགས་ཀྱི་ངོས་ནས་ཡིན་པ་ཡིན་ནས་ཅིག། རྩ་འཛིན་འགྲོ། དེ་འདྲའི་གཏན་འབེབས་གནང་ཡག་གི་དུས་ཚོད་ལ་བབ་པ་ཅིག་ལ་ཟེར་གྱི་ཡོད་ན་ག་འདྲ་ཡིན། ད་རྩ་འཛིན་ཞེས་ད་དེ་འདྲའི་བབ་ཡོད་ན་སྒྲིག་འཛུགས་ཀྱི་ཆ་ཚང་རབ་ཚབ་བྱེད་ཆ་ཉེས་དེ་ཞུ་བཞིན་གི་མ་རེད་བ། ཡིན་ནའི་སྒྲིག་འཛུགས་ཀྱི་ངོས་ནས་ག་ཚོད་རང་ལུས་མེར་སྲེག་མ་བཏང་རོགས་གནང་ཟེར་ཏེ་གསུངས་ཡོད་རེད། ད་ད་གིས་དེ་བཀའ་མོལ་ཁྲོད་དུ་ཁྱེད་རང་འདི་གསུངས་ཁ་ཤས་ཀས་འདི་ཟེར་གྱི་འདུག་ད་བོད་ནང་ལ་ཡང་རང་ལུས་མེར་སྲེག་དེ་ཉུང་རུ་ཉུང་དཀྲུགས་ཡོད་རེད། ཡང་འདིའི་གོ་བ་དེ་ག་འདི་མང་རུ་འགྲོ་དགོས་ཀྱི་ཡོད་མ་རེད་བ་ང་ཚོ་ལ་ཡང། ག་རེད་ཟེར་ན་ད་ལྟ་ང་ཚོ་མི་བདག་གི་རྩིས་ལྟར་འགྲོ་ཡ་དེ་ཕངས་པོ་འདུག། མི་བརྒྱ་དང་ལྔ་བཅུ་ལྷག་རྩིས་རང་ལུས་མེར་བསྲེགས་བཏང་རྗེས་འདས་གྲོངས་ཕྱིན་པར་གསུངས་ཏེ་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་ནང་ལ་བྱུང་མྱོང་ཡོད་མ་རེད། ད་འདིའི་སྙིང་སྟོབས་ཡོད་ཉེན་དང་དེ་གས་དེ་མུ་མཐུད་འཚོ་བཅད་བྱས་ནས་ང་རང་ཚོའི་འཐབ་རྩོད་ནང་ལ་བསྐོ་ཡ་འབྱོར་བ་འདི་གལ་ཆེན་པོ་རེད་བསམ་དགོས་ཉེན། ད་འདི་འདས་ཀྱི་ཅིག་རྩ་འཛིན་འདི་འདས་གཏན་འབེབས་གནང་ཡ་དུས་ལ་བབ་ཡོད་མ་རེད་ཟེར་ཏེ་འདི་འདས་རང་ད་ད་ངས་ག་རེ་ཟེར་ན་སྒྲིག་འཛུགས་ཆ་ཚང་གི་ཚབ་བྱས་ཉེན་དེ་ཞུ་ཐུབ་གི་མ་རེད་དེ་སྤྱི་བཏང་ག་རེ་ཟེར་ན་འདི་ཡི་གེ་ནང་ལས་ཡོད་རེད་ང་ཅི་མང་པོ་གསུངས་ཡོད་རེད། འདི་ལྟར་ཁྲོད་ནས་སྐམ་ལ་ལ་དྲི་བ་དག་དང་གཅིག་གོ་ནས་ཞུ་གི་ཡིན། སྐམ་ལ་ཡིན་པ་ཡིན་ན་ད་ད་ལྟ་གྲོས་ཚོགས་ནང་ལོགས་ལ་ཡང་གྲོས་ཚོགས་འཐུས་མི་ཅིག་ཆགས་བསྡད་གོ་རེད། གྲོས་ཚོགས་ནང་ལོགས་ནས་ད་ང་ཚོས་རང་ལུས་མེ་བསྲེགས་ཀྱི་གནད་དོན་དེ་ལ་ཡང་དོགས་ལན་དང་གནང་ཡག་གི་ཆེད་དུ་གྲོས་ཆོད་འདྲ་བོ་ཅིག་དང་དེ་འདྲའི་གཏན་འབེབས་གནང་ཡག་གི་དུས་ཚོད་ག་འདྲས་འགྲོ་ཞིག་མཚམས་འཁོད་ན། སྤྱིར་བཏང་ད་རང་ནུས་མེད་ཟད་བོད་ནང་བྱུང་བའི་སྐབས་སུ་གྲོས་ཚོགས་སྔ་རྗེས་ག་དུས་ཚུགས་འོག་ཡིན་ནས་གྲོས་ཚོགས་ཀྱི་ཉིན་དང་པོ་དེ་ག་དུས་ཡིན་པ་ནས་བོད་ནང་དུ་བོད་མི་ཚོས་ལ་གདུང་མཚམས་མཉམ་བསྐྱེད་དང་ཁོང་ལ་ང་ཚོ་སྐྱིད་སྡུག་མཉམ་མྱོང་གི་ཆོས་ཆོས་བཞག་བྱས་ཏེ་འདི་འགྲོ་བདེ་གི་འོག་ཏུ་འདི་ག་རེ་བརྟེན་དགོས་བ་ན་བོད་ཕྱི་ནང་གཉིས་གཅིག་ཡིན་པ་དེའི་གྲོས་ཚོགས་དེ་གདམ་ཡས་དེ་བཙན་བྱོལ་ནང་གདམ་དགོས་བ་དེ་མཚོན་ཡས་དེ་བོད་ཕྱི་ནང་གཉིས་སྐུ་ཚབ་མཚོན་གི་ཡོད་པ་དེའི་ངོ་བོའི་ཐོག་ནས་ང་ཚོའི་གུས་བདེའི་གྲོས་ཆོས་བཞག་བྱས་རྟག་པར་མྱ་ངན་གུས་འདུད་དང་རྗེས་དྲན་གྱི་གྲོས་ཆོས་བཞག་དགོས་བ་དེ་བཞག་ཡས་རྒྱབ་ལྗོངས་གཙོ་བོ་ག་རེ་ཟེར་ན་བོད་ནང་ལོགས་ཀྱི་བོད་མི་དེ་གི་མངོན་འདོད་དེ་ང་ཚོ་གི་གྲོས་ཆོད་ནང་འཁོད་པ་ཆེད་ཁོ་རང་བློས་བཏང་ལ་གུས་ཚིག་ནང་མི་ཚོ་ལ་གདུང་སེམས་མཉམ་སྐྱེད་དེ་གྲོས་ཆོད་དེ་གང་བཞག་པ་དེ་ཨིན་ཇི་སྐད་ལ་བསྒྱུར་ཆེད་དྲིལ་བསྒྲགས་ལས་ཁུངས་བརྒྱུད་ནས་སྐུ་ཚབ་དེ་ཚོ་བརྒྱུད་ནས་མཉམ་འབྲེལ་རྒྱལ་ཚོགས་ལ་ཕུལ་རྟག་པར་ཞིག་ཕུལ་དུས་གོ་བརྡ་དེ་དོན་དག་དེ་དེ་འདྲ་ཅིག་རེད་ད་ཡིན་ནས་དེ་ལ་གདོང་ལེན་ལ་ཡ་དེ་ཁོ་སྣ་ག་གཉིས་རུ

རྒྱལ་སྤྱིའི་སྐད་དེ་གལ་ཆེ་ཤོས། ལྷག་པར་དུ་བོད་མི་སྤྱི་ཡིན་པ་ཡིན་ནས་སོ་ཕངས་པོ་ཡིན་པ་དང་ནི་དེ་ང་ཚོ་སེམས་གཏིང་ལ་ཚང་མ་དུ་ཡོད་རེད་ད་ལྟ་ཁོ་ཚོ་འགོ་སྐོར་ཡིན་པ་ཡིན་ན་ཡང་དེ་ཚོར་བའི་སྐབས་སུ་སོ་སོའི་གི་རྒྱལ་ཁབ་དང་མི་རིགས་ཀྱི་དོན་དག་ལ་བོད་པ་ཚོ་གི་སོ་ཡོད་ན་བློས་ཐུག་གི་ཡོད་པ་དེ་ནི་བསྟན་དགོས་རེད་མི་བརྒྱ་དང་ལྔ་བཅུ་ང་གཅིག་གི་རང་ནུས་མི་སྣང་དུས་སོ་བློས་ཐུག་གི་ཡོད་པ་བསྟན་དེ་ལས་བརྩེ་བ་སོ་བློས་དགོས་པ་ཁྱབ་ཁྱབ་གི་ཡོད་མ་རུང་བ་དུས་ལ་ཤར་ན་བློས་གི་ཡིན་ལ་ཡང་བསྟན་གི་ཡོད་པ་དེ་རྒྱ་ནག་ལ་བརྡ་ལན་ཆེན་པོ་ཞུ་ཆེ་རེད་དེ་རྒྱ་ནག་གི་ངོ་འཕྲོད་པོ་དང་ལྷག་པར་དུ་ད་རེས་གོ་སྐབས་འདི་བརྒྱུད་ནས་ངས་ཞུས་ལ་རྒྱལ་སྤྱིའི་གི

བཏགས། བུ་མོའི་སྒྲིག་འཛུགས་བཀའ་སྤྱི་གཉིས་ཀྱི་ངོས་ནས་འདི་ཙམ་མ་ཟད་སྐུ་ཚབ་དོན་གཅོད་ཀྱི་བརྒྱུད་ནས་དེ་ཙམ་མ་ཟད་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་བརྒྱུད་ནས་དེ་ཙམ་མ་ཟད་རྒྱབ་སྐྱོར་ཚོགས་པ་ཁག་གི་བརྒྱུད་ནས། སྐད་བསྐོར་ས་ཚང་མ་ལ་སྐད་ད་ཐབས་སྟུག་ཤོར་ག་རེ་ཟེར་ན་མཉམ་འབྲེལ་རྒྱལ་ཚོགས་གཙོ་བོར་བྱས་པའི་རྒྱལ་སྤྱིའི་སྟོབས་ཆེན་རྒྱལ་ཁབ་ཁག་གི་བདག་པོ་རྒྱ་ཡིས་འདི་འདྲ་རག་ལས་གོ་རྒྱ་ནག་འདི་ཆེན་པོ་ཆགས་ཚོང་ར་ཆེན་པོ་ཆགས་འདིའི་གི་ཚོང་གི་དཔལ་འབྱོར་འོག་ལ་མགོ་སྒུར་ཟེར་འདི་འདྲའི་བདག་པོ་མ་རྒྱ་གནས་ཚུལ་རེད་མ་གཏོགས་དེ་མིན་ཨ་རིའི་སྲིད་འཛིན་རེད་ཨ་རིའི་སྲིད་གཞུང་རེད་དེ་ག་ནས་དེ་འདྲའི་མང་པོ་བརྩེགས་ཀྱི་ཡ་གླེང་འདི་གོ་ད་གླེང་བ་ཙམ་གྱི་འགྲིག་གོ་མ་ན་ཁ་ཡོད་ལག་ཡོད་ཀྱི་དྭགས་པོ་རྒྱ་ཡ་དེ་ལ་དུས་འདའི་དུས་ཚོད་ཤུགས་ཆེན་པོ་ཅིག་ཐོན་ཐུབ་མ་འདུག་མ་ཐོན་ཐོན་བསམ་པ་ལ་ཨ་ནི་རྡོ་རྗེ་ཚེ་རིང་ལྟ་བུ་བློ་ཕམ་གྱི་ངང་ནས་ཨ་སེམས་ལ་དངངས་སྐྲག་སྐྱེས་ཚེ་ད་ང་ཚོ་འདི་ག་ཚེ་ང་ཡིན་ན་སྲོག་བློས་ལས་དེ་ཆགས་གོ་ཚེ་འདི་བསམ་པ་ལ་འདི་ག་རེ་སྤྲད་བ་དང་འདི་བརྡ་ལན་འདི་བོད་པ་ལས་ང་ཚོ་རྩ་དོན་དེ་འདྲ་ལ་སློབ་ཚན་གཅིག་སྒྲིལ་སྒྲིག་སྐོར་དྲན་སྐུལ་དང་ཡང་གཅིག་སྒྲིལ་གོ་རམ་གསུངས་པ། བོད་ནང་དངུལ་ལ་དབང་སྒྱུར་བྱེད་མཁན་རྒྱ་ནག་ལས་ད་ལན་སྒྲིག་སྐོར་མཉམ་འབྲེལ་རྒྱལ་ཚོགས་ལས་ད་ལན་སྒྲིག་བརྩམས་པ་ལ་འདིའི་ཐོག་ལ་འདི་ག་ལས་ལ་གནས་ཚད་འདི་ང་ཚོས་གསར་པ་ག་ཚོད་བརྩིས་ལ་ཡ་བྱེད་རོགས་འདི་བཤད་ཡ་ཁག་པོ་རེད་དེ་དོན་དམ་ཡང་ཉིན་རྒྱལ་དཔོན་ཆེ་ན་བདེན་དཔོན་མི་ཆེ་བསྐོར་རྒྱུ་འདྲ་བོ་ཆགས་བཞག་པ་ན། རྒྱལ་སྤྱིའི་ཁྱོན་ཡོངས་ལ་རྒྱལ་ཁབ་སུམ་ཅུ་ལྷག་ལ་བསྐོར་རྒྱུ་བྱེད་བསྐོར་རྒྱུ་བྱེད་ཆེད་མཚན་རྟགས་འབུམ་གསུམ་དང་སུམ་ཁྲི་ལྷག་བསྡུས་ཚེ་མཉམ་འབྲེལ་རྒྱལ་ཚོགས་ལས་ཁུངས་ཨ་མ་ལ་སྤྱི་འཐུས་སྐུ་ཚབ་གཉིས་དང་སྐབས་དེའི་དོན་གཅོད་ཀྱི་མཉམ་འབྲེལ་རྒྱལ།

རྒྱལ་སྤྱིའི་གི་མི་མང་གི་བརྒྱུད་ནས་རྒྱལ་སྤྱིའི་དབུ་ཁྲིད་ལ་གནོན་ཤུགས་སྤྲད་དེ་དེ་བས་ཀྱང་གལ་ཆེ་ཆགས་ཏེ་བྱ་ཞིག་བྱུང་ཡིན་ལགས། ལགས་སོ་ཁོང་ག་ལ་ལ་དེ་ཅིག་བཀའ་འདྲི་ཞུ་གི་ཡིན་ད་ད་ད། ད་ད་ངེད་ཅག་རང་རང་ལུས་མེ་སྲེག་གནང་རྒྱུ་དོ་ཚིག་ལ་ཁོ་རང་གི། ཁ་ཆེམས་ནང་ལོག་ལ་གསུངས་ཡོད་རེད་ཁོ་རང་ཕ་མ་གཉིས་ཀས་གསུངས་གོ་རེད་ད་ག་ནང་བཞིན་མང་ཚོགས་མང་པོ་གཅིག་གིས་འབོད་རྒྱུ་ག་རེ་ཞུ་གོ་ཟེར་ན་ད་རང་ལུས་མེ་སྲེག་མ་ཡིན་པ་ཐབས་ལམ་གཞན་པ་ཅིག་གི་བརྒྱུད་ནས་ད་ང་ཚོའི་རྩ་དོན་ལ་ཡང་ཤུགས་བསྐྱོན་རོགས་གནང། ད་དེ་གི་ཡིན་དུས་དེ་འདྲའི་ཅིག་གི་འབོད་སྐུལ་ཤུགས་ཆེན་པོ་ཅིག་སླད་བསྡད་དགོས་རེད་ད་ང་ཚོ་ལ། ལས་རྒྱུས་ཀྱི་ཆ་ནས་ལས་རྒྱུས།

གཞིས་བྱེས་གཉིས་ཀྱི་ཚབ་མཚོན་པའི། ཆོལ་གསུམ་ཆོས་ལུགས་དང་བཅས་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གཏན་འབེབས་བྱས་པའི་སྲིད་བྱུས་སྦྱོར་བ། དེ་དང་དུ་དབུ་མའི་ལམ་ཁྲིད། བརྒྱ་ཆ་དྲུག་ཅུ་རེ་བཞི་དང་གྲངས་བཅུ་བདུན། དེའི་ཐོག་ལ། ང་ཚོ་འདི་ལྟ Public Policy རེད་པ། སྤྱི་པའི་སྲིད་བྱུས་རེད་འདི། ང་ཚོ་རྒྱལ་སྤྱིའི་སྡིངས་ཆའི་སྒང་ལ་ཐོན་པའི་སྐབས་ལ་འཐབ་རྩོད་བྱས་པའི་སྐབས་ལ་ཡང་ཚང་མ་སྤྱི་པའི་ཆ་ལ་བདག་པོ་བརྒྱབ། ནང་དོན་ང་ཚོ Discuss། བསམ་ཚུལ་ག་རེ་བཤད་ཡོད་ན་ཐབས་ལམ་ཡག་ཤོས་དེ་དེ་རེད། ད་ཉིན་མོ་གཅིག་རེད་པ་ཡང་མང་ཚོགས་ཡང་བསམ་བློ་འབད་དུ་འགྱོ་ཕྱིན་རྗེས་ད་ང་ཚོ་སྲིད་ཇུས་འདི་འགྲིག་གི་མི་འདུག་སྲིད་ཇུས་གཞན་དག་ཕྱིན་པ་ཡིན་ན་ད་ག་རང་ཡང་སྲིད་ཇུས་ད་ག་ལས་ང་རང་ཚོས་གཞིས་བྱེས་གཉིས་ཀྱི་ཚབ་མཚོན་པའི་ཁྲིམས་བཟོ་ལྷན་ཚོགས་ཀྱི་གཏན་འབེབས་བྱས་པ་འདིའི་ཐོག་ལ་མི་མང་ཚང་མས་ཤུགས་སྒྲིལ་ཐུབ་ན་མི་ཚང་མ་དགྲ་གཅིག་ཡིན་དགོས་རེད་བསམ་འདི་ཡོང་གི་མ་རེད། འདིའི་ཐོག་ལ་ཤུགས་སྒྲིལ་ཐུབ་ན་ངས་ཐབས་ཤེས་ཡག་ཤོས་ང་རང་ངོས་ནས་འདི་ཐུགས་མགོ་རེད། ཉིན་གཅིག་ལ་ད་གཞོན་སྐྱེས་སྦྱིན་པའི་ཆ་ནས

ལེགས་སྦྱར་ཁ་ཤས་ཀྱི་ལྟར་གཅིག་ལེགས་སྦྱར་སྤྲད་དུས་ལེགས་སྦྱར་གཅིག་དུས་ཚོད་དང་དུས་ཚོད་དང་ལྟ་སྟངས་མ་མཉམ་པའི་དེ་འདྲའི་སྤྲད་དུས་ཁོ་རང་ཚོས་ཁ་ཇེ་མང་ང་ཚོ་ཀུན་ནས་ཁོ་རང་གཉིས་རོལ་ཆ་བཏང་ངེས་རེད། ཨ་ནི་གཅིག་གི་འཐབ་རྩོད་ཀྱི་རོལ་ཆ་འདི་འདྲ་བཏང་བ་ཡིན་ན། མི་མང་སེམས་ལ་ཚོར་བ་སྤྲད་པ་བྱེད། མཉམ་དུ་མི་མང་ལ་ཉོབ་སྣང་ཡང་མ་སླེབས་པ་བྱེད། འདི་འདྲའི་གི་དཔེ་མཚོན་འདི་ནས་ཁོ་རང་ཉིད་སུ་ཡིན་ངེས་དེ་ཡག་པོ་མཐོང་སོང། ལ་སེམས་ཉེ།
དེ་འཕྲོས་སྐམ་ལགས་ལ་ཐག་རང་དྲི་བ་གཅིག་ཞུ་གི་ཡིན། སྐམ་ལགས་གཉིས་མ་ད་གཞོན་ནུ་ནང་ལོགས་ཡར་ལས་འགུལ་བའི་ཕྱག་ལས་གནང་མྱོང་ཡོད་རེད་ཕྱིས་སུ་གྲོས་ཚོགས་ནང་ལོགས་ལ་འཛིན་སྐྱོང་གི། སྲིད་ཇུས་གཏན་འབེབས་དང་དེ་འབྲེལ་གནང་ལུགས་ལ་ཕྱག་ལས་མང་པོ་ཞིག་གནང་མྱོང་ཡོད་རེད་ད། ད་ལྟ་བའི་ང་ཚོས་ཀྱི་འཐབ་རྩོད་ཀྱི་བརྒྱུད་རིམ་འདིའི་ནང་ལོགས་ལ། ལས་འགུལ་གསར་བ་དེ་འདྲས་གཟིགས་ཀྱི་ཡོད་ན། ད།
ལས་འགུལ་ད་ལྟ་བར་དུ་བྱེད་བཞིན་པའི་གོམ་བགྲོད་རེད་ཟས་སྤྱོད་ངོ་རྒོལ་རེད་ཞུ་གཏུག་རེད་དེ་མང་པོ་ཞིག་འགྲོ་འདི་གོ་ར་འདི་གས་འདི་ཁོ་ཁོའང་དགོས་ཡ་ཅིག་རེད། སྐབས་སྐབས་ལ་ལས་འགུལ་ནང་ནས་གཉིས་པའི་གསང་བ་འདི་གས་དགོས་ཡ་ཡོད་མ་རེད། པའི་བཟང་ནུས་མེད་སེམས་ངན་མ་ཚོར་ཡོད་མ་རེད། བོགས་འདོན་ངོ་འགྲོ་འདི་དགུ་བཅུ་གོ་བརྒྱད་བཏང་བ་རེད་དེ་ནས་ལོ་བཅུ་གཅིག་རྗེས་ལ་ཉིས་སྟོང་གཉིས་ཀྱི།

མེ་ཏོག་གསུམ་པ་ཆགས་པར་ལྷག་པར་དུ་ཁོང་རང་ཆགས་ཤིང་ན་ད་ང་རྒྱལ་བ་རིན་པོ་ཆེ་ཞེས་དང་གསུང་གསུང་ཐོས་ཡ་ན་ཞིག་ངའི་སྤུ་གུ་ལ་འདི་གར་གོ་སྐབས་ཡོང་གི་མ་རུང་བ་དངོས་སུ་བྱས་ཡིན་མ་ཡིན་ནས་བོད་པའི་མི་རིགས་གནས་བདེ་རུ་གལ་ཆེ་ཤོས་དེ་ཤེས་ཡོན་ཡག་པོ་བྲིས་མི་རིགས་ཡག་པོ་བཟོས་བཟང་སྤྱོད་ལྡན་པ་བཟོས་དེ་མི་རིགས་འཛུགས་སྐྲུན་དེ་འཐབ་རྩོད་དང་འབྲེལ་བ་ཡོད་དེའི་ལས་འགུལ་ཆེན་པོ་བཟོས་དེའི་མཉམ་དུ་ཨ་ནི་ལས་འགུལ་འདྲ་མ་འདི་དཔེ་ཆ་བོད་པའི་ནང་ལ་ཚོང་གི་ཐོག་ནས་ག་འདྲའི་ལས་འགུལ་བྱེད་ཀྱིན་ཀྱི་སྤྱི་ཚོགས་ཁྱོན་ནས་ག་འདྲའི་ལས་འགུལ་བྱེད་ཀྱི་ཁོར་ཡུག་ཐོག་ནས་ག་འདྲའི་ལས་འདི་ལས་འགུལ་སྤྲ་མ་འདང་ངས་རྣམ་གྲངས་མང་པོ་འདིང་སྟེ་དུས་ཚོད་མེད་ཙང་ཞུ་ཐུབ་མ་མ་ཐུབ་འདི་བྱས་ད་ངས་ཏན་ཏན་ཡོད་རེད་བསམ་གི་འདུག་འདིའི་འདི་ཚང་མ་ལ་ཚང་མས་དགོངས་པ་བཞེས་གིན་བཞེས་གིན་གསར་བ་ཡོང་གིན་ཡོང་གིན་པན་ཆེན་སྙིང་མ་མེད་སྐྱོ་དེ་རིང་ག་ཚད་སྤྱི་ཚོགས་དྲ་བའི་གནས་ཚུལ་ཆགས་བསྡད་འདུག་སྙིང་མ་འདི་གཙང་བ་ཡོད་མ་རེད་ད་འདིའི་གི་རྐྱེན་བྱས་ནས་ང་ཚོ་ལ་རྒྱལ་རྒྱལ་ཡོད་རེད་སྐྱོན་གྱི་ཡོད་རེད་དེ་ན་ང་ཚོ་རྒྱལ་བོད་ཆོས་མང་ང་བྱས་གི་འཐབ་རྩོད་ཐོག་ལ་གོམ་པ་གསར་བ་དེ་རང་བཞིན་མང་པོ་ཡོང་གི་རེད་ད་འདི་གས་ཚང་མ་བྱས་པའི་སྐབས་སུ་བོད་པ་ཚང་མས་གཅིག་སྒྲིལ་ཐོག་ནས་གཅིག་ལ་ཁ་ཕྱོགས་སྒྲིག་བྱེད་ཨ་རྒྱ་མི་ལ་ཁ་བརྡའི་ལྕགས་ཐོབ་པ་ཡིན་ན་སྐད་ཆ་རྒྱ་བོད་པའི་བདེན་པ་དག་གསལ་ཡིན་པ་དང་ང་ཡིད་ཆེས་གཙང་མ་ཡོད། དེ་ཡང་ལྷ་རབ་བྱུང་ན་རྒྱ་རོན་པོ་ཆེ་སྐུ་དུས་ལ་གསལ་ཐུབ་ཡོད་ལ་ཚང་མས་རིག་པ་འདྲེས་མེད་དེ་གལ་ཆེ་ཤོས་རེད་བསམ་ལགས། ལགས། ཨ་ནི་དེ་རིང་ང་ཚོ་དུས་ཚོད་རྐྱེན་པས་དག་ལ་མཚམས་བཞག་འོ་ཆོག་ཨ་ནི་མཐའ་མ་དེ་ལ། སྐར་མ། སྐར་ཆ་སུམ་ཅུའི་ནང་ལོགས་ལ་ད་ད་རེས་རང་ལུས་མེ་བསྲེགས་ཀྱི་གནད་དོན་འདི་དང་འབྲེལ་བ་ཡོད་པའི་གི་དགོངས་ཚུལ་གསུང་ཡ་ཡོད་ན་སྐར་ཆ་སུམ་ཅུ་ནང་ལོགས་ལ་ཐོག་མ་སྐམ་ལ་སོང། ད་ད་བར་དུ་རང་ལུས་མེར་སྲེག་བཏང་མཁན་གཙོ་བོར་གྱུར་པའི་གི་བོད་ཀྱི་རྒྱལ་གཅེས་དཔའ་བོ་དཔའ་མོ་ཚང་མ་ལ་སོ་སོ་རང་ཉིད་གཅིག་སྡུད་ཀྱི་མིང་སྐམ་པོ་ཆེ་འདི་ཐོག་ནས་ཁོང་རང་ཚོ་གི་སྙིང་སྟོབས་དང་ལྷག་བསམ་ལ་རྗེས་སུ་ཡི་རང་དང་གུས་འདུད་དང་ལྷག་པར་དུ་བོད་ནང་ལོག་བོད་མི་ཚོ་ལ་ང་ཚོ་བཙན་བྱོལ་ནང་ཡོད་བོད་མི་ཚོ་གི་ཏན་ཏན་མ་ལན་མ་འགྱོད་པའི་དཀའ་ལས་རྒྱག་ཆེད་གཞིས་བྱེས་མཉམ་འཛོམས་ཡོང་ཡག་གི་བཀྲ་ཤིས་ཉི་མ་མགྱོགས་དང་མཉམ་དུ་ཤར་ཡག་གི་ངས་སྨོན་འདུན་ཞུ་གི་ཡིན་རྣམ་པ་ཚང་མ་ད་བར་དུ་སེམས་ཆུ་ཆེན་པོ་དང་ལེགས་སྐུལ་གནང་བ་དང་སྙིང་ཐག་པ་མཐུ་ཆེ་ང་ཚོ་ཡིན་ནས་འདི་དཔེ་ལ་བལྟས་ནས་ནམ་ཁོ་རང་ཚོས་ཀྱི་དཔའ་བོའི་ཀྱི་རྟགས་འདི་དཔེ་ལ་བལྟས་ནས་ང་ཚོ་འདི་རུ་ལ་རྗེས་འཇུག་བྱེད་ཆེད་ལས་ཀ་བྱས་ཏེ་ང་ཚོའི་འགན་རེད་བསམ་གྱི་འདུག་ཚོད་ལྟ་མི་མ་བཙན་བྱོལ་བོད་མི་ཚོ་གས་འདི་འདྲ་བཞིན་འགན་འཁྲི་བའི་ཐོག་ནས་ལས་ཀ་བྱེད་ཡས་ཀྱི་དུས་ལ་བབས་ཤག་ཞུ་ཡིན་ཐུགས་ཆེ། ཉོ་དེ།
ཉིན་གཅིག་ལ་སོང་འགྲོ་ན། ལ་རེད་ད་ང་ཡི་དྭགས་རང་ཡིན་ད་ཅིག་རྒྱའི་ཤེད་ཤུགས་དེ་ད་ཅིག་རང་ལུས་མེ་སྲེག་བཏང་ངེས་དེ་ཚོའི་ཀྱི་ད་མི་ཚེ་ད་ཁོ་རང་ཚོའི་ཀྱི་ད་ཅིག་མངོན་འདོད་ལ་ནི་རེད་ད་ཅིག་དྭགས་ནི་ཞིག་ཁོ་རང་ཚོའི་ཁྱིམ་ཚང

ང་ཚོ་བློ་བདེ་བར་བཞག། དེ་ཡིན་དུས་བཙན་བྱོལ་ནང་ལ་ཡོད་ཉེན་གྱི་བཙན་བྱོལ་བ་བོད་མི་ཚོས་ཨ་སོ་སོ་སོ་སོའི་ལས་འགན་ཐོག་ལངས་རྗེས་སྤྱི་པའི་དོན་དག་ལ་ཡང་ཁ་རས་ནུས་ཤུགས་སྤུངས་ཡག་དང་སེམས་ཚོར་རྐྱང་རྐྱང་གིས་མ་ཡིན་པ་སྤྱི་པའི་དོན་དག་ལེའུ་པོ་བོད་ནང་ནས་འདག་རྩི་བྱེད་ཀྱི་ཡོད་རེད་ང་ཚོ་བྱེད་དེ་བྱེད་ཟེར་ཅིག་བྱས་ན་བོད་ནང་མི་དམངས་ཀྱི་ཧ་ལས་པའི་ཆབ་སྲིད་གོ་རྟོགས་ཚད་མཐོ་བར་བཞག་ཆོས་ཁྱོད་ལུས་ང་ཚོ་བློ་བདེ་བ་རེད་ནང། ལས་སུ་ཐོ་ཅི་གནང།
དེ་རིང་ང་ཚོས་དུས་ཚིགས་རྐྱེན་པས་ལས་རིམ་ད་ག་རང་ལ་མཚམས་འཇོག་ཞུ་གི་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་གསན་པ་ཐོ་ཅི་ཆེ།